ད་ད་རེས་འདི་བཙུན་མ་གི་དེ་ནི་སྤྱི་ཆོས་མཚན་ལ་བདེ་སྐྱིད་མ་བཏགས་པ་དེ་རེད་དེ་ལ་བརྟེན་ནས་ད་ང་ལ་འདི་ན་གཅིག་བཤད་གསུངས་འདུག་སྐབས་སུ་ལ་དེ་ནི་བཙུན་མའི་གི་སྐོར་ལ་གཅིག་ཞུ་ན་སྨོན་ལམ་གཅིག་བརྒྱབ་ན་དེ་ནི་ལེན་པོ་ཡོད་ས་རེད་བསམས་སོང་ག་རེ་རེད་ཟེར་ན་ང་རང་གི་ཉམས་མྱོང་ལ། ང་རྒྱ་ལོ་རྒྱ་ཆུ་གི་དེ་འདྲའི་རྒྱ་ཆུ་ཟིན་པའི་གི་མི་ཡང་མ་རེད། ལོ་བརྒྱད་གི་སྤུ་གུ་ཡང་མ་རེད། ལོ་བདུན་ཅུ་རེད་དེ་ཡིན་དུ་ཏའི་ཚེ་ཤིང་ཀེར་བ། དེ་ནས་ལོ་ཉི་ཤུ་སུམ་ཅུ་བཞི་བཅུ་ལྔ་བཅུ།

དེ་ནས་ད་རེས་འདི་ན་བདེ་ཆེན་མ་གའི་དགུན་ཆོས་ལ་ཡར་ཤོག་ཟེར་ནས་ཡོང་པ་ཡིན་མ་ད་ང་ཡོང་གི་ཡིན་ཟེར་ནས་ཡོང་པ་མེད་དགོངས་སོང་ཨ་འོ་དེ་འདྲ་རེད་ད་འཛམ་བུ་གླིང་ལ་ཡང་སྐད་བཏང་ནས་ཕྱིན་བསྡད་པ་རེད་ག་བ་ག་ས་ལ་ད་དེ་ཕྱིན་པའི་སྐབས་སུ་ལ་དེ་ནས་ཆོས་ཚོགས་དེ་ནས་ད་ག་པར་ཁ་ས་ལ་ཕྱིན་པ་རེད། ད་ང་རང་མ་ཁུར་དང་བླངས་བྱས་ནས་ག་པར་འགྲོ་གི་ཡོད་ཟེར་ན། དེ་ནས་གནས་རྩ་བ་ཆེན་པོ་མཇལ་ཁ་ལ་མ་ཁུར་དང་བླངས་བྱས་ནས་འགྲོ་གི་ཡོད། དེ་ནང་བཞིན་གྱི་བླ་མ་དགེ་བའི་བཤེས་གཉེན་གྱི་དམ་པའི་ཆོས་ཀྱི་འཁོར་ལོ་བསྐོར་ནས་དེ་ནས་བཀའ་ཆོས་གནང་བཀའ་དབང་གནང་དེ་འདྲའི་གནང་བ་གནང་ས་ལ་དེ་ནས་མ་ཁུར་དང་བླངས་བྱས་ནས་འགྲོ་གི་ཡོད་ལ། ཡ་ཡང་དེ་ནི་དེ་འདྲའི་གནང་རོགས་གནང་བྱས་ནས་གསོལ་བ་བཏབ་ནས། དེ་ནི་དད་པ་དང་གུས་པ་དང་བཅས་པའི་སྒོ་ནས་ཡར་གསོལ་བ་བཏབ། མ་ཐུགས་སྙིང་རྗེ་ཆེན་པོའི་གེ་སྒོ་ནས་མ་བཀའ་ཆོས་གནང། དེ་ནི་དེ་ལ་སྤྲོ་བ་དང་བཅས་པའི་སྒོ་ནས་འོ་དེ་འདྲས་བཅར་གྱི་ཡོད། དེ་འདྲས་རེད་ད། ད་ལྟ་ཆོས་ཚོགས་ཁག་ལ་ཤོག་ཟེར་དུས། སྐབས་སུ་ལ་ང་ཕྱིན་པ་རེད། ད་འཛམ་བུ་གླིང་ནས་ཡོད་པ་ཚོ་ཁྱུ་ཚོགས་རེད། ད་དེ་ཚོའི་ནང་ནས་འདི་འདྲའི་སིནེ་མ་ཉམས་མྱོང་གི་ཐོག་ནས་བལྟ་ཡོང་དུས། དེ་ནི་ཁྱུ་ཚོགས་ཀྱི་ནང་ནས་འགན་འཁུར་མཁན། ལས་ཀ་ལས་མཁན། ཞབས་ཞུ་བྱེད་མཁན་མང་ཤོས་དེ་མང་ཤོས་དེ། དེ་ནི། སྐྱེས་པ་ཕོ་མོ་གཉིས་ཀྱི་ནང་ནས་མོ་རེད། ཨ་མ་ཐམས་ཅད་རེད། འོ་མང་ཤོས་དེ། དེ་ནས་དེ་ག་ན་བཞིན་གྱི་ད་དགོན་པའི་གི་ནང་ལ་དེ་ནས་ད་གྲ་པའི་གི་དགོན་པ་དེ་མང་ང་ཡིན་དུས་དེ་ནས་གྲ་པ་མང་པོ་འདྲ་པོ་གཅིག་དང། བཙུན་མ་གི་དགོན་པ་དེ་ཉུང་ང་ཡིན་དུས་ཨ་ནི་བཙུན་མ་ཉུང་ཉུང་འདྲ་པོ་གཅིག་ཏན་ཏན་མཐོང་གི་ཡོད་རེད་མ་གཏོགས་གི་དེ་ནས་བསྟན་པ་ལ་ཞབས་ཕྱི་ཞུ་མཁན་ཚང་མ་དེ་དེ་ནས་མང་ཤོས་དེ་དེ་ནས། ཨ་མ་ཐམས་ཅད་རེད། དེ་ནི་སོ་སོའི་གི་ཕུ་གུ་བུ་ཕྲུག་ཚོ་དགོན་པ་ལ་སྐྱེས། གྲྭ་པ་བཟོ། ཨ་ནེ་བཟོ་དེ་འདྲའི་བྱེད་མཁན་གི་ཐོག་ལ་ཤུགས་བརྒྱབ་ནས། དེ་ནི་བློས་བཏང་ནས་འབད་བརྩོན་བྱེད་མཁན་དེ་ཚོ་ཡང་མང་ཤོས་དེ་ཨ་མ་རེད། ཨ་ཕ་གི་ཁྲིད་ཡོང་ཆོད་ཡོད་རེད། ཡིན་ན་ཡང་ཨ་མ་གི་ཁྲིད་ཡོང་ཆོད་དུ་མ་མངའ་རེད། ང་ཚོ་ཚང་མས་ཧ་གོ་དགོས་རེད། དེ་ནི་དགོན་པ་གི་ཕྱག་ལས་གནང་མཁན་ཚང་མས་ཀྱི་དགོངས་ཀྱི་རེད་བ། དེ་འདྲས་རེད། ད་དེ་འདྲ་ཡིན་དུས་སྐབས་སུ་ལ་དེ་ནི་སྤྱིར་བཏང་གི་སྐྱེས་པ་ཕོ་ཟེར་བ་དང་དེ་ནི་བུད་མེད་ཟེར་བ། ད་མོ་ཟེར་བ་འདི་སྤྱི་བཏང་གི་ཁོ་རང་ལུས་ཀྱི་ཁྱད་པར་གྱི་རང་མ་གཏོགས་ཀྱི་དེ་ནི་ཕོ་ཡི་སེམས་ཟིན་མཁན་ཁ་ཁ་ཅིག་དང་མོ་ཡི་སེམས་ཟིན་མཁན་ཁ་ཁ་ཅིག་ཡོད་མ་རེད། ཐམས་ཅད་ལ་རྩ་བ་བདེ་བར་གཤེགས་པའི་སྙིང་པོ་སངས་རྒྱས་ཀྱི་སྙིང་པོ་ཡོད་པ་འདྲ་འདྲ་རེད། དེ་ནང་ནས་ད་རུང་བུད་མེད་དེ་ཤེས་རབ་ཀྱི་རང་བཞིན་ཅན་ཡིན་དུ་རིགས་པ་རྣོ་ཡོད་རེད། ཨོ། དེ་ནང་བཞིན་གྱི་སྐྱེས་པ་ལ་ཡང་རིག་པ་རྣོན་པོ་དག་ཡོད་རེད་བ་ཡོད་དང་ཡོད། ཡིན་ན་ཡང་བུད་མེད་དེ་རིག་པ་རྣོ་བ་ཡོད་ཟེར་ནས་དེ་ནི་ཕྱག་དཔེ་མང་པོ་གི་ནང་ལ་གསུངས་ཡོད་བ་རེད། ཨོ། རྒྱུད་ཀྱི་ནང་ནས་དང་ཧ་ཅང་གི་གསལ་པོ་གསུངས་ཡོད་བ་རེད། དེ་ནི་རྩ་ལྟུང་བཅུ་བཞི་གི་ནང་ལ་གསང་སྔགས་ཀྱི་རྩ་ལྟུང་བཅུ་བཞི་གི་ནང་ལ་བཅུ་བཞི་པ་དེ་ཤེས་རབ་རང་བཞིན་བུད་མེད་ལ་སྨད་པར་བྱེད་པ་བཅུ་བཞི་པ་བཅུ་བཞི་མཉམ་པར་མཐོལ་ལོ་བཤགས། བུད་མེད་ལས་སྨན་ར་དང་བུད་མེད་ལས་བསྙེབ་སྤྱོད་བཤད་པ་ཡིན་ན། དེས་རྩ་ལྟུང་བཅུ་བཞི་པ་ཡིན། གསང་སྔགས་ཀྱི་དམ་ཚིག་ཉམས་པ་ཡིན་ཟེར་ནས་གསུངས་ཡོད་རེད། དགོངས་དགོས་ཡོད་ཀྱི་རེད་པ། འོ་དེ་ཡིན་དུས་དེ་འདྲ་རེད། དེ་ནི་ད།